དེ་ཕྱིར་དེ་རིང་འདི་ལ་ང་ཚོ་བརྙན་ཐུང་སུམ་བརྒྱ་ཉི་ཤུ་རྩ་དྲུག་གི་ནང་ལོགས་ལ་ཨར་འདམ་དེ་རིང་སྐད་ཆ་བཤད་གནད་དེ་འདྲ་བོ་འདི་ཨར་འདམ་དེ་རིང་གནད་དེ་གལ་ཆེ་བོ་ཨ་ནི་གཉིས་ཀྱི་སྐོར་ལ་ཅིག་ཆ་བལྟས་ཡོད། ད་གནད་དེ་དང་པོ་འདི་ཨར་འདམ་གྱི་འདུག་ང་ཚོ་བརྙན་ཐུང་ཚང་མ་ལ་ཤེས་དེ་གི་ཨར་འདམ་ད་དེའི་ཆ་ལ་དཔེ་དེ་ད་ར་ཤི་ཡའི་དང་ཨ་ནི་ཡུག་རེན་གཉིས་གི་དེར་དམག་གི་གནས་སྟངས་ཡིན་ད་ནི་ཡང་མ་ནི་དམག་གི་ཁ་ཕྱོགས་འདྲ་བོ་འདི་ག་འདྲ་ཞིག་ལ་འགྲོ་གི་འདུག་ལ་གཉིས་འདི་སྐོར་ལ་ཅིག་ཆ་བལྟས་དུ་རུག་ཨ། ཨ། དེ་བཞིན་ད་རིང་འདི་ལ་ང་ཚོ་བརྙན་ཐུང་གི་གནས་བརྟན་གཉིས་བོ་འདི་རྟ་ཐིག་ག་རེ་སྐོར་ལ་བྱས་འདུག་ལ་ན་རྟ་ཐིག་དེ་དག་དང་གོང་དེ་རིང་གི་ནང་ལ་རྟ་ཐིག་ཟེར་ག་འདྲ་དེ་འདྲའི་ཨ་དེ་རེ་རྒྱལ་སྤྱིའི་གི་དེ་རེ་ཆབ་སྲིད་དང་འབྲེལ་བའི་ཐོག་ལ་ག་དེ་ཐིག་ཟེར་ད་རྙོག་དྲ་ཅན་གྱི་ག་རེ་ཡོང་གི་ལ་ན་ཨ་འདྲ་ད་ད་ང་ཚོ་ཨ་རིག་གི་སྲིད་འཛིན་ཟུར་བ་དེ་འདྲ་འགྲོ་ནོར་ཁྲོམ་དེ་ག་འདྲ་ཁྲིམས་ལ་ཐུག་གི་ཡོད་དེ་རེ་ག་འདྲ་གནས་ཚུལ་ཅིག་ག་འདྲ་ད་དང་གོང་དེ་རིང་ན་ཞེའོ་ཅིག་སླེབས་བསྡད་གི་ཡོད་རོ་ཨ་འོ་དེ་འདྲ་སོང་ཙང་ཨ་ད་དེ་རིང་འདི་ལྟར་ང་ཚོ་བརྙན་ཐུང་གི་ཨ་གནས་བརྟན་གཉིས་བོ་ནང་ལ་ཨ་ཡང་དེའི་སྐོར་ལ་ཐུང་ཐུང་ཅིག་ཨ་བཤད་ལ་བསམ་ཚོར་བ། ཨ་དེ་ཤ་འདྲ་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་གནད་དོན་དང་པོ་དེ་ཨ་མདའ་ད་དེའི་ཆལ་པས་དེ་འདྲ་ར་ཤི་ཡའི་དང་ཨ་ནི་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉིད་སྐོར་ལ་ཅིག་ཆགས་དེའི་འདུག་བ། ཨ་དེ་ཤ་འདྲ་ད་དེའི་ཆལ་པས་དེ་དང་ང་ཚོ་གར་བྱས་འདྲ་དེ་ར་ཤི་ཡའི་དང་ཨ་ནི་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉིད་ང་ཚོ་ཕལ་ཅིག་ཨ་ད་ག་འགྲོ་བ་ཡིན་ན་ཨ་ནི་ཡང་ད་དེའི་ཆལ་པས་དེ་དང་ང་ཚོ་གར་བྱས་འདྲ་དེ། དམག་ས་རང་དང་དེར་འབྲེལ་བ་རྒྱུ་དང་གནས་ཚུལ་དྲོ་བ་ཅིག་ག་རེ་ལས་ཀྱི་འདུག་ལབ་ན། ད་དེ་ད་ད་ཡང་མདང་དགོང་ཐོག་ན་དེ་ད་ར་ཤི་ཡའི་ངེས་ནས་ཨ་མདའ་དེ་ད་ང་ཚོ་ཡུག་རེན་ལྷོ་ནང་ལ་ཡི་རྒྱུ་དེ་རིང་ཡུག་རེན་གི་དེ་རིང་ད་ང་ཚོ་གྲོང་ཁྱེར་དེ་ད་ཨོ་ཏི་སཱ་ལ་ཉེ་ཆེ་བ་དེ་ད་ང་ཚོ་མཚོ་ནག་པོ་གི་འགྲམ་ད་ག་ར་དེ་རིང་གི་གྲོང་ཁྱེར་གལ་ཆེ་ཨོ་ཏི་སཱ་ལ་ཉེ་ཆེ་བ་ཨོ་ཏི་གྲོང་ཁྱེར་དེ་ནའོ་ལ་ཨ་ན་ཡང་དེ་ད་མདང་དགོང་དང་ར་ཤི་ཡའི་ངེས་ན་གཏོར་སྐྱོན་ཤུགས་ཆེ་བ་ཞིག་བཏང་ཡ་རུ་བ་ཨ་ན་དེ་གཏོར་སྐྱོན་དེ་ཡང་དེ་ད་མདང་དགོང་དེ་ད་སྤྱི་ཟླ་བཞི་བ་གི་ཚེས་དེ་ད་ཕ་ཆེ་ད་ཕ་ཆེ་གསུམ་ཡིན་ས་རུ་བ་ཨོ་ཏི་ཉིན་དེ་ལ་དཔེ་གཏོར་སྐྱོན་ཞེ་ན་ཟ་བཏང་ཡ་རུ།

གློ་བུར་དུ་དེར་གཏོར་སྐྱོན་ཤུགས་ཆེ་གེ་ཤུགས་ཆེ་བོ་ཞིག་བཏང་གེ་ད་ཁོ་ཚོ་གི་དེ་གནད་འགག་སྒྲོག་དེ་ག་རེ་ཐུག་ཡོད་ལ་ན་ད་དེ་ད་ལྟ་དེང་སང་ཉེ་ཆར་ལ་དེ་ལྟ་ང་ཚོ་ར་ཤི་ཡའི་ནང་ལ་དེ་འདྲ་ད་ར་ཤི་ཡའི་དེ་འདྲ་གི་ད་ང་ཚོ་དམག་དང་འབྲེལ་བ་ཡོད་དེ་རིང་བརྙན་ཐུང་བཟོ་ཉན་གི་མི་གལ་ཆེ་བོ་ཞིག་ག་ད་ཕི་ནར་ལྐོག་གསོད་བཏང་སོང་ང་འོ་དེ་ལྐོག་གསོད་བཏང་ཉེན་དེ་གང་ད་ཡུག་རེན་རེད་མདོག་མདོག་གི་དེ་འདྲ་གང་ད་རྒྱུ་མཚན་ཟུར་བ་སྤྲད་རྗེས་ཨ་ནི་དེ་ལ་དགྲ་ཤ་སློག་ཡས་ཆེད་དུ་ཨ་ནི་ད་མདང་དགོང་དང་ཡང་ཨོ་ཏྲི་ས་ལ་ཁོ་ཚོ་སྒོ་ནས་གཏོར་སྐྱོན་བཏང་ཡས། འགྲོ་བ། ད་དེའི་གཏོར་རྒྱན་བཏང་སྟངས་དེ་ཁ་སང་ཉི་མ་གཅིག་པ་གཅིག་རྐྱང་བྱས་ད་གཅིག་པ་གཅིག་རྐྱང་ག་རེ་བྱས་ལ་ན་ཨ་རི་ཁ་སང་ཉི་མ་དེ་དང་ཡང་ར་ཤི་ཡའི་ནང་ལ་དེ་འདྲའི་ད་ར་ཤི་ཡའི་དེ་འདྲའི་གི་ད་གསར་སྐྱེས་པ་འགྲོ་དེ་རི་བུ་མོ་གལ་ཆེ་བོ་ཡང་ཕི་ཡའི་ནང་ལ་ག་ད་གར་མོ་ཏྲ་ནང་ལ་བམ་ཞིག་འཐོར་ཅིག་ག་ད་ཅིག་གྲོང་གི་ག་ད་སད་ཡིན་པ་ཨ་ནི་དེའི་སད་ཉལ་དེ་ཡང་ག་ད་ཡུག་རེན་རེད་དོ་དོ་ག་ད་དེ་འདྲའི་གི་ག་ད་ད་རྒྱུ་མཚན་སུ་ར་སྤྲད་རྗེས་ཨ་ནི་ཡང་ར་ཤི་ཡའི་ངེད་ནས་ཚུར་ཡུག་རེན་ལ་གཏོར་རྒྱན་ཞོ་ཞིག་བཏང་ཡ་རོ་བ་འོ་དེ་གཅིག་པ་གཅིག་རྐྱང་བྱས་ད་ད་མདང་དགོང་དུ་ཡང་དེ་ད་ཡུག་རེན་གི་དེ་རི་གྲོང་ཁྱེར་ད་ད་དེའི་ཨོ་རྡི་ས་ནང་གཏོར་རྒྱན་ཤུགས་ཆེ་བོ་ཞིག་བཏང་ཡ་ཅིག་ཆགས་དེའི་དུ་རུ་བ།

ཁྱབ་བསྒྲགས་ཟུར་བ་བྱས་ཡོད་རེད་དེ། ཡིན་ནའང་དེའི་ཁྱབ་བསྒྲགས་བྱས་བ་ནང་ལྟར་གྱི་ད་ལྟའི་ཆར་ད་ང་ཚོ་གསར་ཁང་གས་ཆོ་ཚང་མ་ནས་དེ་འབྲེལ་གྱི་ད་ལྟའི་ར་སྤྲད་ཟུར་བ་གས་བྱེད་ཐུབ་མི་འདུག་རོགས་ཨ། ད་དེ་ཡང་ར་སྤྲད་དེ་གང་ལྟར་ད་ས་ཁུལ་བང་བུ་ཚང་མ་ཕར་ར་ཤེས་ལ་ཟ་ཚར་རེད་མདོག་མདོག་ཡིན་ན་རེད། ཡང་མ་རེད་ཚང་མ་ར་ཤེས་ལ་པ་ཤོར་རེ་ཡོད་དེ་འདྲའི་གནས་ཚུལ་ཞིག་ད་ལྟའི་ཆར་ལ་དམིགས་ས་ཞིག་གས་གོ་ཡ་མི་འདུག་རོགས་ཨ། འོ་དེ་འདྲ་སོང་ས་ད་གང་ལྟར་ག་རེ་ཡིན་ན་མ་རེད་དེ་ད་ས་ཁུལ་བང་བུ་དེ་ཡང་སྙིང་ར་ཤེས་ཡོད་ད་ཚང་མ་ཟ་ཐུབ་དང་ཡས་ཐུབ་ཡས་མེད་དེ་ད་ང་ཚོ་སང་ཉིན་ཉང་ཉིན་ལྟ་ཡ་མ་གཏོགས་ཨ། ད་དེ་རིང་དེ་ད་ང་ཚོ་བརྙན་ཐུང་གི་ནང་ལ།

འབྱོར་བ། འོ་དེ་འབྲེལ་གྱི་རྒྱུ་མཚན་ཅི་ལ་བརྟེན་རྗེས་ཨ་ནི་ད་ལྟའི་ཆར་དེ་འཇིགས་སྐུལ་རིང་ལུགས་ལ་བྱེད་སྟངས་དེ་ལ་རྒྱབ་སྐྱོར་བྱེད་ངེས་དེ་ཨ་ནི་ཡུག་རེན་གྱི་གཞུང་དེ་རེད་བཤད། རེད་བ། ཨ་ནི་དེའི་གཞུང་དེ་ད་ལས་རྒྱབ་སྐྱོར་བྱས་བ་ཙམ་མ་ཟད་ཨ་ནི་རྔན་མ་རག་ནས་རྒྱབ་སྐྱོར་མང་པོ་བྱས་ནས་ད་ཁོ་ཚོ་གི་དེ་འདྲའི་ད་ར་ཤི་ཡའི་ནས་དཀའ་ངལ་མང་པོ་སྤྲད་སོང་ཟེར་བ། ཨ་ནི་དཔེར་ན་ཆ་ཆུང་དང་པོ་དེ་ལ་དེ་འདྲ་ཁ་སང་དུ་བ་དེ་འདྲ་ར་ཤི་ཡའི་ནང་ལ་དེ་འདྲའི་གི་ད་ར་ཤི་ཡའི་ད་བུ་མོ་གས་ཆོག་སར་ཁས་པ་ཅིག་བམ་ཤི་ནས་བསད་ཡིན་པ། འོ་དེའི་བསད་ཡའི་རྒྱབ་ལོག་ཡང་ད་དེ་གང་ད་ཇིའི་གཏིང་ཉལ་དང་ཡང་མ་རྒྱབ་ལོག་ལ་དེ་འདྲའི་གི་ད་ཕའི་ང་ཚོ་ག་ལ་ཆ་ཤི་གཏིང་ཉལ་ཚང་མ་ཡུག་རེན་གཞུང་རེད་བཤད། རེད་བ། ཨཱ་དེ་ཙམ་མ་ཟད་སྔོན་མ་ཉིས་སྟོང་བཅུ་བཞི་ནས་བཟུང་ཇཱ་ནི་ད་གང་ལྟར་ཇི་གུ་རུ་ནུ་པུའི་དེ་འདྲའི་བྱེད་སྟངས་དང། ད་དེ་གང་དེ་འདྲའི་ལས་ཀ་སོགས་མང་པོ་ཞི་ཧོ་ཇི་གང་ལྟར་ཡུཀ་རེན་གཞུང་གི་ངོས་ནས་བྱས་སོང་ཚོར་བ། འོ་དེ་བྱས་བའི་རྒྱུ་མཚན་ནི་ཞིག་ཅེས་ཨཱ་ནི་ད་ད་ལེ་ད་ལྟ་ང་ཚོ་ར་ཤི་ཡའི་ངོས་ནས་ཨཱ་ནི་ཡུཀ་རེན་ལ་དམག་དེ་རྒྱབ་རེད་ལབ་ད། རེད་བ། ད་དེ་གི་ཤུགས་ལ་གང་ལྟར་ད་ཁ་སང་དང་པོ་དམག་དེ་དང་པོ་ཤོར་བའི་སྐབས་སུ་ན་ད་ད་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་ངོས་ནས་ད་གང་ལྟར་འགྲེལ་བཤད་ལགས་གོ་རིམ་ད་ལྟ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱིས་ངེད་ལ་དེའི་སྐད་ཆ་གལ་ཆེ་བོ་ཞིག་ག་རེ་ཤེས་ལ་ན། ད་དེའི་ད་ད་ད་དེའི་ཆ་ལ་ཕེབས་ད་ད་ང་ཚོ་ཡུཀ་རེན་ནང་ལ་ཡེ་རྒྱུ་དེ་རེད་ད་ད་ཡུཀ་རེན་གྱི་རྒྱལ་ས་ཀིའུབ་ནང་ལ་ཡེ་རྒྱུ་དེ་རེད་ཡུཀ་རེན་གྱི་གཞུང་དེ་ཨ་རི་བས་དེ་འཇིགས་སྐུལ་རུ་འདུག་བ་སོགས་ར་རེད་བྱས་སོ། རོ་ཨ། ཡང་མ་ནི་སྔེན་མ་ད་ད་དམག་ཆེན་གཉིས་བ་གི་སྐབས་སུ་ད་ད་ང་ཚོ་ཧི་ཏི་ལ་ཡར་རོ་ཨ་ཨ་ནི་ཧི་ཏི་ལ་གྱི་ད་གང་ད་དེ་འདྲ་གི་ད་གང་ད་ལྟ་བ་ཁེ་ཉེན་གྱི་གཞུང་ཅིག་རེད་བྱས་སོ་རོ་ཨ་འོ་དེའི་རྒྱུ་མཚན་ཅི་ལ་བརྟེན་རྗེས་ཨ་ནི་དེའི་གི་ལྟ་བ་དེ་མེད་བ་བཟོས་ཡིན་ནའང་རེད་ཡང་མ་ནི་དེའི་གི་ལྟ་བ་དེ་གང་ད་ག་ལ་ད་ག་ལ་ད་དེ་གཏོར་རྐྱེན་གཏང་ཡའི་ཆེད་དུ་ཨ་ནི།

ཨ་ནི་ད་ད་ད་རེ་ཤི་ཡའི་དེ་རིགས་བུ་མོ་ཞིག་ཆགས་དེ་རེད་བ། ཨ་ནི་མིག་སོ་ཡ་དེའི་ར་ཤི་ཡའི་བུ་མོ་དེ་ཡང་ད་ད་ད་ད་ཁ་སང་དོན་དངོས་བརྙན་ཐུང་ནང་འབྲི་བཤད་རྒྱག་བ་ནང་ལྟར་གི་ཨ་ནི་ད་ག་ད་ད་ལེའི་དེ་ད་ད་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གིས་ངས་ཡུཀ་རེན་ལ་དམག་རྒྱག་མཁན་དེ་ལ་ངོ་རྒོལ་ཤུགས་ཆེན་པོ་བྱེད་ཉེ་དེ་འདྲས་ཀི་ད་ག་ད་བུ་མོ་ཞིག་ཆགས་ཡོད་རེད་བ། ཨ་ནི་དེ་ཙམ་མ་ཟད་ཨ་ནི་ད་ད་ར་ཤི་ཡའི་སྲིད་འཛིན་པུ་ཀྲིན་ལ་ད་ངོ་རྒོལ་ཤུགས་ཆེ་ཆེ་བྱེད་ཉེ་དེ་རེད་ད་ད་ར་ཤི་ཡའི་ནང་ཡོད་རྒྱུ་ཚོད་དེ་ཕྱོགས་འགལ་ཚོགས་པའི་འགོ་ཁྲིད་དེ་ད་ཨེ་ལེག་སི་ནེ་ཝེ་ལི་ལེ་ཉེ་ཅིག་ཡ་རེད་བ། ཨ་ནི་མིག་སོ་ཀ་ཅིག་ད་དེའི་ཆ་ཁོ་བཙན་ཁང་ནང་ཡ་རེད་བ། འོ་དེའི་འགོ་ཁྲིད་དེ་དང་དེའི་བུ་མོ་དེ་ག་ད་ཤུགས་ཆེ་བོ་ཞིག་ག་ད་དེ་འདྲས་ཀི་ད

ཡུཀ་རེན་ཤར་གྱི་ས་ཁུལ་དེ་ཚང་མ་ཟ་ཡ་རོ་ཨ་ད་ང་ཚོ་ཡུཀ་རེན་ཤར་གྱི་ས་ཁུལ་ལ་ཡིན་སྐབས་སུ་ད་ལྟ་ཡུཀ་རེན་ཤར་གྱི་ས་ཁུལ་འབྲོང་པ་ཞིག་ཆགས་བསྡད་ཡོད་རེད་ཨ་འབྲོང་པ་ཟོ་ལ་ཡོད་ད་ང་ཚོ་ད་ཁེ་ཁེ་སོང་འགྲོ་ད་ད་ད་ཡས་ད་ལྷོ་ལ་ཡོད་རོ་ཨ་འོ་དེ་ཚོ་ཚང་མ་ཟ་ཡ་རོ་ཨ་ཨ་ནི་དེ་ཙམ་མ་ཟད་ད་ད་ལྟའི་ཆར་ར་ཤི་ཡའི་ངོས་ནས་ཨ་ནི་མཚོ་ནག་པོ་ཚང་མ་ཟ་ཡའི་ཐབས་ཤེས་བྱེད་ཀྱི་འདུག་ལ་ད།

ད་མཚོ་ནག་པོ་ལས་ནང་ལ་ད་ཁོང་ཚོ་གི་ཟ་ཡ་ཐབས་ཤེས་འཁོར་བཙུགས་འདུག་ལ་འགྲོ་བ། ཨ་ནི་མཚོ་ནག་པོ་དེ་ཟ་ཡ་གི་གནས་སྐབས་དེ་གོ་ཐུབ་ལ་ན་ཨ་ནི་དང་པོ་དེ་ལ་མཚོ་ནག་པོ་ལ་ཉེ་དེ་ད། ཕར་སོང་ང་ཚོ་ད་ཚོང་དང་འབྲེལ་བ་ཡོད་ཅཱ་ལ་ཨོན་ཏེ་ཞེས་ཟེར་གི་དེ་འདྲ་ལམ་པ་གལ་ཆེ་ཆེ་ཆགས་བསྡད་ཀྱི་ཡོད་རེད། རེད་བ། ཨ་ནི་དེ་འདྲ་གི་ལམ་པ་གལ་ཆེ་བོ་ཞིག་ར་ཤི་ཡས་ལག་པར་རག་ཡོད་ན་ཨ་ནི་ད་ར་ཤི་ཡས་ལ་ག་ཚད་ཁེབས་སང་རག་ཚར་རེད། རེད་བ། ཨ་ནི་དེ་གི་ཤུགས་ལ་ཨ་ནི་ཡུཀ་རེན་གི་ཚོང་ད་ལམ་པ་ཚང་མ་བཀག་ཚར་རོ་ད། དང་པོ་དེ་ལ་ད་ད་ང་ཚོ་ད་བེད་དེ་ད་ཨ་ཟོབ།

འགྲོ་བ་འོ་དེ་ཚོ་ཤུགས་ལ་ད་གང་ལྟར་ད་དེའི་ཆལ་ཚོང་གི་འགག་ནི་ས་ཁུལ་ཆབ་སྲིད་འགག་ནི་ཐབས་ཤེའི་རང་བཞིན་འགག་ནི་ད་ཚོ་ནག་པོ་དེ་ཟད་པའི་གས་ཆོ་ཆག་དེ་གས་ལགས་ད་འགྲོ་བ་ད་དེ་ཡང་ད་ད་རང་གི་མིག་ད་ད་རང་གི་དེ་ཟེ་ལ་ཨ་ནི་ད་ད་ར་ཤི་ཁ་ད་ད་ང་ཚོ་ནུབ་ཕྱོགས་རྒྱ་ཁབ་གི་ཉེ་ནས་ད་གང་ལྟར་ནད་ཁྲོ་དེ་རྒྱ་ཆེ་རུ་བཏང་གིས་རོ་བ་ད་དེ་ད་དང་གོང་དེ་བ་རང་ད་ཧྥིན་ལན་ལ་ཉེ་དེ་ད་ནད་ཁྲོ་ལ་འཛུགས་ཚར་བ་རོ་བ་འོ་དེ་ལ་ཞིག་པའི་ད་ད་དེའི་ཆལ་ར་ཤི་ཡེ་ངེ་ནས་ད་གོམ་པ་གསར་བ་རྒྱབ་ཡོང་གི་འདུག་ལགས།

རུང་བ། ཨཱ་ནི་མི་སྐྱོན་ལ་དེའི་འཆར་གཞི་འདི་དང་ཡང། ད་དེ་གི་འཆར་གཞི་འདི་དང་དེའི་ཆ་ལ་ག་དེ་ལྔའི་གནས་ཚོད་ལ་ཏིག་གྲུབ་ཐུབ་པས་སྐྱོན་ལ་ཆགས་དེ་ཀའི། རུང་བ། དེ་མ་གཏོགས་ཡང་རྦད་དེ་གྲུབ་མི་ཐུབ་པས་དེར་འཆར་གཞི་ཏིག་ལྔ་ནི་ཨཱ་ནི་དེ་ཐ་མ་དེ་ལ་གྱོང་དུ་ར་ཤེས་ར་ཀའི་རུང་བའོ། དེ་འདྲ་གྱོང་འཆར་གཞི་ལ་བརྟེན་བྱས་ད་ར་ཤེས་ལྔ་ནི་དེ་འདྲ་བྱེད་ཐུབ་ལ་རུང་བ། ཨཱ་ནི་དེ་འདྲ་ཅིག་བྱས་བྱས་ག་དེ་ཐ་མ་དེ་ལ་ཨཱ་ནི་ཡུག་རན་ཤར་ཚང་མ་ཟགས་ཐུབ་ཨཱ་ནི་མཚོ་ནག་པོ་ཟགས་ཐུབ་ན་ད་དེ་ཀའི་རུང་ད་ལས་ད་ད་ར་ཤེས་ལྔ་ནི་ཡུག་རན་དམག་རྒྱ་ཡ་དེ་ག་ལ་ད།

འོ་དེ་དག་སུ་ད་གང་ལྟར་ག་རེ་ཡིན་ནམ་ད་ལྟ་འབྲོག་ནོར་ཁྲོམ་དང་འབྲེལ་བ་ཀྱི་གནས་ཚུལ་དེ་གང་འདྲ་གླེང་ན་ན་ད་དེ་ད་ལྟ་ཁ་སང་དུ་ད་ལྟ་འབྲོག་ནོར་ཁྲོམ་གྱི་ངེད་ནས་ད་ཁ་ལོ་དེ་རེད་ད་གང་ད་ད་ད་ད་ཨ་རི་ནང་ལ་ཡེ་རྒྱུར་དེ་རེད་གང་ད་ད་ང་ཚོ་ཨི་ཇི་ཀ་དང་པོར་ན་སི་ཏྲ་ལ་ཡོད་མི་དེ་རེད་ཁྲིག་ཆེ་ཞིག་ཉན་གི་བུ་མོ་ཅིག་ད་གང་ད་དཔེ་ཤག་སུ་ར་སྤྲད་རྗེས་གང་ད་ད་གང་ད་དེ་འདྲས་ཀྱི་ད་བུ་མོ་ཡིས་གང་ད་ཁ་བཀག་ཁས་སུ་ར་དེ་འདྲས་ཀྱི་གང་ད་པའི་ཁྲིམས་དང་གི་ལས་ཀ་སུ་ར་ཅིག་བྱས་ཤག་ད་དེ་འདྲས་ཀྱི་ད་ཁ་ལོ་ང་ཚོ་ཡི་ད།

ད་དེས་ད་ལྟ་ཁྲིམས་ཁང་དེ་དང་དྲ་གྲོགས་འཁྲུངས་པ་ལ་དེ་འདྲའི་གི་ད་གང་ཚོད་སྐད་ཆ་མང་པོ་བྱུང་རྗེས་ད་གང་ད་ཐ་མ་དེ་ལ་དེས་ཁྲིམས་ཁང་དེ་གི་ངེས་ནས་ཨ་ནི་གྲོགས་ནོར་ཁྲོམ་ལ་ད་གང་ད་དེ་འདྲའི་ང་ཚོ། ཁྲིམས་དང་འགལ་བའི་ད་དེ་འདྲའི་ལས་ཀ་བྱས་བའི་དེ་འདྲའི་ང་ཚོ་ད་སྐྱེས་འཛུགས་འདྲ་བོ་དེ་སུམ་ཅུ་སོ་བཞི་དེ་བྱས་ད་ད་དོ་དོ་ཤེས་ད་གང་ད་གྲོགས་ནོར་ཁྲོམ་གི་ངེས་ནས་ད་གང་ད་ཁྲིམས་དང་འགལ་བའི་ལས་ཀ་སུམ་ཅུ་སོ་བཞི་དེ་བྱས་བྱས་ལོག་རོགས་ཨ་ཨ་ནི་ད་དེའི་ནང་ལ་གལ་ཆེ་ཤེས་འདུག་ད་དེ་བྱས་ན་ང་ཚོ

གྲགས་རྒྱལ་བས་ད་ལྟ་ཡོང་ཨ་ཆགས་དེ་ལྟ་ཡོང་ཡོང་རྒྱུ་དེར་བ་འོ་དེ་འདྲ་སོང་ཙང་ཨ་དེ་ཡོང་བ་ནང་ལྟར་གྱང་ད་འགྲོ་ནོ་ཁྲོམ་གིང་ནས་དེ་དང་འབྲེལ་བའི་ཚོགས་ནས་ཡང་ཁོའི་འགྲེལ་བཤད་ཅིག་གང་ད་རྒྱག་གི་རུ་བ་འོ་ད་དེ་ད་ད་ང་ཚོ་ད་སང་ཉིན་ནང་ཉིན་གྱི་དེ་རེད་གང་ད་ད་ཕེ་ཨ་གནས་ཚུལ་གང་ཡོང་མིན་ལ་དེ་རེད་ད་ཡ་རོ་རིག་ཨ་ཆགས་དེ་ལྟ་རུ་བ་ད་གང་ལྟར་ག་རེ་ཡིན་ནམ་ལ་གང་ད་ད་ལས་ད་ད་འགྲོ་ནོ་ཁྲོམ་དེ་ད་ད་ང་ཚོ་གར་ས་དེ་ད་ད་ཨ་ཁྲིམས་ལ་ཐུག་གཡ་ཡིན་ནང་རེད་ཡང་མ་ད་ད་གང་ད་ད་དེ་འདྲའི་དཀའ་ངལ་བྱུང་ཡ་དེ་གི་ཁྲེད་ནས་ད་ང་ཚོ་གནས་ཚུལ་གལ་ཆེ་བོ་དེ་ག་རེ་གོ་ཚུལ་ལ་ན།

འཛིང་འཁྲུག་ཡང་འཛིང་འཁྲུག་དེ་ལ་ཞི་ཡའི་གནད་ཀ་ཡོང་དེ་རེད་དཔེར་ན་དེ་ལྟར། འགྲོ་ནག་ཁྲོམ་ན་ངོ་རྒོལ་བྱེད་ཉེ་བའི་མི་དེ་ཚོ་ཁེངས་ངེས་ནས་ད་དེ་རིང་ང་ཚོ་ཡི་གེ་སོ་ར་བྲིས་བཞག་ད་འགྲོ་ནག་ཁྲོམ་ན་གཉེན་སྟེགས་ག་དེའི་ནང་སྐྱག་རྫིང་བཤད་དེ་ཡོད་ཟེར་བ་འོ་དེ་འདྲ་སོང་ཙང་ཨ་ནི་དེའི་གི་མི་སྐྱག་རྫིང་བཤད་ཉེན་དེ་རྒྱ་རྒྱ་རྒྱ་གང་ད་ཁྲིམས་ལ་གང་ད་གཏུག་ཐུ་བ་བྱིའུ་ལ་ཉིན་དེ་འདྲ་གི་ཡི་གེ་ད་བྲིས་ཡོད་ར་བ་ཨ་ནི་དེའི་ཡི་གེ་བྲིས་ཉེན་དེ་ཚོ་ཕ་ཆོས་ད་འགྲོ་ནག་ཁྲོམ་ན་རྒྱབ་སྐྱོར་བྱེད་ནི་ཟུག་གི་ད་དེ་ར་ཡའི་སོ་ར་ད་གང་ད་དེ་ལ་ཅིག་དོགས་ཟིན་བཏང་ན་དེ་མང་པོ་བྱེད་དེ་ར་བ་འོ་དེ་འདྲ་སྐྱིད་མ་བྱེད་འདི་ཨ་ནི་ཕན་ཚིན་པ་ལ་དེ་འདི་ད་ང་ཚོ་ག་རེ་ཟ་དེ།

ཨ་རིའི་སྲིད་འཛིན་ཁྲོམ་དང་འབྲེལ་བ་ཀྱི་སྐོར་ལ་ད་དེ་འདྲ་འདྲ་བོ་ཅིག་ཆགས་བསྡད་འདུག་ཨ་ད་ཅི་སྟངས་དེ་ལྟར་ང་ཚོ་ཨ་རིའི་སྲིད་འཛིན་ཁྲོམ་འདྲ་བོ་ཆགས་ཤག་ན་ཨ་ནི་ཁོ་འདྲ་བོ་ཆགས་ཤག་ན་ག་ལ་ཉེས་བམ་ག་ལ་དེ་འདྲས་ཀྱི་ད་ཁྲིམས་ལ་གཏུགས་བས་དེ་འདྲས་ཀྱི་ད་ལས་ཀ་གམ་དེ་འདྲས་གམ་ད་ད་དཀའ་ངལ་མང་བོ་ཞིག་འཕྲད་ལེར། དང་པོ་དེ་ལ་ཆ་ཆ་དཔེར་ན་ཆ་འདྲོ་ནོར་ཁྲོམ་དེ་ཐིང་མ་གཉིས་རེད་དེ་ད་ད་སྲིད་འཛིན་ནང་མ་ཕྱི་ཕི་ཏང་འདྲོ་བྱས་རོགས་ད་ད་ང་ཚོ Impeachment ལ་རོགས་ཨ་ནི་དེ་ཐིང་མ་གཉིས་བྱས་རོགས་ད་དེ་ཐིང་མ་གཉིས་ལས་རོགས་ག་ད་ཕྱི་ཕི་ཏང་འཇོག་ཏང་བྱས་རོགས་ཨ་ནི་དེ་གཉིས་ཅར་ཕྱི་ཕི་ཏང་ཐུག་ཡ་མ་རེད། འགྲོ་བ། ཨཱ། དེ་གི་རྗེས་ལ། དེ་ལྟར་ང་ཚོ་ཁར་ས་ད་དེ། ཨ་རིའི་ནང་ལ་དེ་འདྲའི་གི་ལྟ་གྲུ་ནོར་འཁྲུག་ལ་རྒྱབ་སྐྱོར་བྱེད་མཁན་མི་མང་གི་སྐད་འཕེལ་ཤུགས་ཆེ་རུ་བརྒྱབ་ཀྱང་དེའི་སྐབས་སུ་གང་ལྟར་ཕེ། ཁྲིམས་དང་འགལ་བའི་ལས་ཀ་སུ་ར་ཞིག་ག་ལྟར་བྱས་རོ། ཨཱ། དེ་གི་ཁྲིམས་ཡང་དག་ད་གྲོ་ནོར་འཁྲུག་གཏུག་ག་འགྲོས་ག་དེ་ཡང་གས་ལ་ནོར་བྱུང་ཡང། འགྲོ་བ། ཨཱ། དེ་གི་རྗེས་ལ་དེ་ལྟར་དེང་སང་ཉེ་ཆར་ལ་དེ་ལྟར་གྲོ་ནོར་འཁྲུག་གི་ངེས་ནས། ཨཱ། ཨ་རིའི་ཕོ་བྲང་དཀར་བོ་ནང་ལ་ཡོད་དེ་ཡིག་ཆ་མང་པོ་ཞིག་ཡོད་ཀྱང་ནི་ཁོ་རང་དེ་ས་ནར་ཁུར་བྱས་ཏེ་དེ་འདྲའི་གི་ག་ལྟར་ཡང། དཀའ་ངལ་སོགས་བསྟན་ཅིང་ཡང་དེ་རིགས་ཁྲིམས་གཏུགས་དེ་ཡང་གལ་བྱུང་ཡང་མ་རེད། འོ་འོ་དེ་འདྲའི་གང་ད་ལྟ་གནད་འགག་ཅིག་ལ་གཞིགས་བྱས་ད་ལྟའི་ཆར་དེ་ལྟར་གང་ད་ག་ཚོད་ག་རེ་ཟ་དེ། འགྲོ་ནུ་འགྲོ་མ་རྒྱབ་སྐྱོར་བྱེད་མཁན་མི་མང་སྐད་ཆ་ག་རེ་བཤད་ལ་ནི་ཨ་ཨ་འདྲ་གང་ད་དེ་འདྲ། དེ་འདྲ་ཨ་རིག་གི་སྲིད་འཛིན་བྷའི་ཏན་ཡིན་ནའང་རེད་ཡང་མ་དེ་འདྲ་དམངས་གཙོ་ཚོགས་པ་གིས་ངེད་ནས་གང་ད་རྐྱེན་འདྲ་མ་འདྲ་མང་པོ་ཞེ་བོ་ཞིག་བཙལ་རྗེས་ཨ་འགྲོ་ནུ་ཁྲོམ་ཏག་ཏག་བཟོ་བའི་ཐབས་ཤེས་བྱེད་ཀྱི་རེད་ཟེར། འོ་ཨ་ད་ནི་དེ་རྐྱེན་དེ་ཚོ་ངའི་གནས་ཚུལ་གྱི་རྐྱེན་དང་ངའི་གནས་ཚུལ་གྱི་དེར་ཁྲིམས་དང་འགལ་བའི་ལས་ཀ་ཅིག་གལ་མེད་བ་སོང་ཙང་ཨ་ནི་ཁོང་ཚོ་ལ་གལ་འགྲེལ་དགོས་སུ་ལ་གལ་རག་གིན་མ་རེད་ད་དུང་དེ་འདྲའི་གང་ད་སྐད་ཆ་བཤད་ཡ་རོ་ཨ་འདི་འགྲེལ་འོས་དང་གལ་རག་ཡ་མ་རོ་དཔེར་ན། པའི་ཨེ་དེ་དང་བྱིས་པའི་ཡང་ཏང་ཙུའུ་ཡང་མ་ལ་ནི་དེ་ལས་ཀ་འདུལ་བ་ཞིག་ལ་དམིགས་བསལ་དང་ཁྲིམས་འགལ་ཏང་ཙུའུ་ཡང་མ་རོ་འོ་དེ་འདྲའི་འདྲ་བོ་འདི་བྱེད་དེ་འདྲ་བོ་ད་ཡིན་ན་ཕ་ཇོ་དེ་ལ་དེ་ད་དམངས་གཙོ་ཚོགས་པ་ལ་རྒྱབ་སྐྱོར་བྱེད་ཉེན་བཟོ་ར་ཡིན་ན་ར་ཡམ་ཅི་ཀྱང་དེ་ད་གནས་ཚུལ་ཡོད་ཤེས་པ་ཁ་ཤས་ཁ་ཤས་ག་རེ་བྱེད་ན་ན་ཨ་ནི་ག་ད་གྲོ་ནོར་ཁྲོམ་ལ་དེ་འདྲའི་གི་ཁྲིམས་དང་ག་ད་འགལ་བའི་ད་ཉེས་གཟུགས་ག་རེ་བྱེད་ན་དེ་ནི་ག་ད་གྲོ་ནོར་ཁྲོ་ཐ་རས་གི་རྒྱུ་མཚན་རེད་བ་དེ་ཨ་ནི་གྲོ་ནོར་ཁྲོམ་ལ་ཉེ་དེ་དཔེ་སྤྱང་པོ་ཡིན་པ་སྤྱང་པོ་ཡིན་པ་མ་ཟད་ཁོ་ཡི་བས་དེ་ད་ག་ད་ཕི་ཡི་ན་ལ་ང་ཚོ་ཁ་ལོར་ད།